བཀྲ་ཤིས་བདེ་ལེགས། འདི་ད་རིང་བརྙན་འདིའི་ནང་ལོགས་ལ་ནི་ང་ཚོའི་ཚིག་སྒྲིབ་ཀྱི་རིང་ཐུང་གི་རྟགས་ཐུབ་དེ་ཅིག་ལྟ་བྱ་བ་རང། ད་ཚིག་སྒྲིབ་ཀྱི་རིང་ཐུང་ཏག་ཏག་གི་འགྲོ་སྟངས་ཀྱི་རིམ་པ་དེ་དེ་ལ་འགྲེལ་བཤད་བརྒྱབ་ཏོ། དོན་ཚན་གཅིག་འདེམས་དེ་ནི་ཐ་སྙད་ག་ཚོད་ཡོད་མེད་དེ་བྲང་ཁ་བརྒྱབ་དེ་ནི་ཚིག་སྒྲིབ་ག་ཚོད་ཡོད་མེད་བྲང་ཁ་བརྒྱབ། དེ་ནི་ཁོ་གཉིས་དགོས་དགོས་རེད་བ། དེ་ནི་ཁོ་ཚན་པ་རིམ་པ་གསུམ་སུ་ལ་ལྟ་ཐུབ་ན་ཡག་པོ་ཡོད་རེད།

རིམ་པར་ཕྱེ་ཞེས་གསུངས་ཅིང། དེ་ནས་རྟ་རྔ་གཙོ་བོའི་ཁྲག་ཉའི་གྲངས་ཀ་དེ་ལ་འདི་བསྟན་པ་རེ་རེ་རེ་རེ་སྟེ་བགོ་བཤའ་བརྗོད་བདེ་བསྟན་པ་ཚན་པ་དང་པོའི་ནང་ལ། ཚིག་གྲུབ་གཅིག་གི་ནང་ཐ་སྙད་བཅུ་བཞི་བཅས་དེ་ནས་ཚན་པ་གཉིས་པ་དང་གསུམ་པ་ནང་ལོགས་ལ་ཕལ་ཆེར་བཅུ་གཅིག་བཅུ་བཞི་ཙམ་བསྡུ་བ། ད་དེ་ཚང་མ་མཉམ་དུ་བསྡོམས་བྱས་ནས་ནི་གསུང་གི་བགོ་བཤའ་བ་ཡིན་ན། ཚིག་གྲུབ་གཅིག་གི་ནང་ལོགས་ལ་ལ་ཐ་སྙད་བཅུ་གཉིས་སུ་བསྡུ་བ། ད་ཚིག་གྲུབ་གཅིག་གི་ནང་ལོགས་ལ་ཐ་སྙད་བཅུ་གཉིས་ཡོད་རྒྱུ་དེ། ནི་ང་ཚོས་ག་བ་མཉམ་དུ་ལྟ་དགོས་ཀྱི་ཡོད་རེད་ལབ་པ་ཡིན་ན་དེ་འདྲའི་ང་ཚོ་དེ་བརྟག་ཐབས་བྱས་ཡོད་བརྟག་ཐབས་ཟེར་སྲིད་མ་དེ་གི་ནང་ལོགས་ནི་ནི་ཐ་སྙད་དེ་ལ་ཚིག་གྲུབ་ཀྱི་རིང་ཐུང་དེ་ལ་ལྟ་དགོས་ཡོད་ར་དེ་ནི་ཐ་སྙད་ལྔ་ནི་བཅུ་བར་དུ་རེད་དོ་དེ་བྱ་བྱེད་ནི་ཐ་སྙད་བཅུ་ནི་ཉི་ཤུ་བར་དུ་རེད་དོ་དེ་ནི་ཐ་སྙད་ཉི་ཤུ་དེ་ནས་ཐ་སྙད་ཉི་ཤུ་ལས་མང་བ་རེད་དོ། ད་འདི་ལ་དཔེ་ཆ་བྱ་བ་ཡིན་ན། ཐ་སྙད་བཅུ་གཉིས་ཉི་ཤུ་དགུ་པ་རུ་ལར་བ་ང་ཚོས་དང་གི་དེ་བཅུ་གཉིས་རུ། ད་བཅུ་གཉིས་དེ་ཡིན་དེ་དང་པ་ནི་ངས་འདི་ལ་ཡང་ཀོ། འདི། རྟགས་གཅིག་བརྒྱབ་དགོས་ཀྱི་ཡོད་རེད་ཀོ། རྟགས་དཔྱད་བྱེད་རྒྱུ་གི་གྲུབ་འབྲས་རེ་རེ་རེ་རེ་རྟགས་བརྒྱབ་དགོས་ཀྱི་ཡོད་ར།